དང་བ་ཉི་མ་རྡོ་རྗེ་དབུ་མདངས་ཕྱེད་པ་ཡོངས་སུ་གྱུར་པ་ལས་སྣ་ཚོགས་པད་མ་དང་ཟླ་བ་དང་ཉི་མའི་གདན་གྱི་སྟེང་དུ། བདག་རང་ཉིད་རྡོ་རྗེ་འཛིན་པ་དཔལ་རྡོ་རྗེ་འཇིགས་བྱེད་རང་ཉིད་རྡོ་རྗེ་འཛིན་པ་དཔལ་རྡོ་རྗེ་འཇིགས་བྱེད་ཤི་ནའོ་ད་དེ་བསམ་དག་གྱུར་རེད་དཔལ་རྡོ་རྗེ་འཇིགས་བྱེད་རང་ཉིད་རྡོ་རྗེ་འཛིན་པ་ད་འདི་སྐུ་རྫོགས་པ་ལ་བྱང་ཆུབ་པ་དེ་རེད། སྐུ་ཆ་ཚང་ཡང་བསམ་དག་ད་ད་འདི་དེ་སྔོན་ཆ་སྔ་ཕྱི་ནས་རིམ་པ་ཕྱེ་ནས་སྐྱེས་སོང་ངོ། གལ་སྲིད་ང་ཚོ་བོད་རྒྱའི་ཁྲག་ལམ་འདི་ག་ལ་ཆ་ཚང་ཤར་བས་བསམ་རེད།

དཔལ་རྡོ་རྗེ་འཇིགས་བྱེད་ཆེན་པོ་སྐུ་མདོག་མཐིང་ནག་ཞལ་དགུ། དང་སྐུ་མདོག་མཐིང་ནག་དུ་བའི་རྡོ་རྗེ་ཞལ་དགུ་ཕྱེད། གསང་ཞལ་གཅིག་ཕྱེད། དེ་ནས་ཕ་ཕྱོགས་ཏེ་གཡས་ཞལ་ཡང་གསུམ་ཕྱེད་དེ་ནས་གཡོན་ཞལ་གསུམ་ཕྱེད། ཡི་རྩ་ཤེལ་གྱིས་གང་སྟེ་མཚོག་མའི་རྒྱབ་རྩེ་དེ་ལ་ཡང་སྲིན་བུའི་ཞལ་གཅིག་ཕྱེད། ཡི་གང་གང་གི་ལྗང་གི་ཞལ་རེ་ལྗང་དམར་སེར་གྱི་ཞལ་སེར་པོ་གཅིག། གང་གང་གི་དེ་ལྗང་གཡང་གི་ཞལ་དེ་ཡི་དེའི་སྲིད་པོ་ལ་དེ་ནས་ལྗང་གསལ་ཞུ་བ་འོ་དྷི་རི་ཏཱ། དང་ཐུགས་སྲིན་ནི་མ་ཀྱི་ཁྲུས། ཞལ་དགུ་ཕྱེད་ཕྱག་སོ་བཞི་ཕྱེད། ཞབས་བཅུ་དྲུག་པ། གཡས་བསྐུམ་གཡོན་བརྐྱང་བ་ལྟ་བུ་བཞུགས་པ་གཡས་བསྐུམ་གཡོན་བརྐྱང་བ་ལྟ་བུ་བཞུགས་པ། རྟ་འདེབས་པའི་ཏོག་ལོངས་སྐུ་ལམ་ཆེན་ཞེས་ལ་གསུང་གྲངས་གཅིག། དོན་གྱི་ཡི་གེ་ཕ་ཆོས་སྡེ་ལེན་ཆེ། གཞལ་ཡས་ཁང་དབུས་སུ་ཡང་ལས་རླུང་གི་དཀྱིལ་འཁོར་ནང་ལ་ཅུང་ཟད་མོད་པའི་དུ་བའི་ཏོག་ཆེན་སེམས་ལས་ཆེ། འདེབས་པའི་ཏོག་ལོངས་སྐུ་ལམ་ཆེན་ཞེས་ལ་གསུང་གྲངས་གཅིག། ལོངས་སྐུ་དང་མངོན་བྱང་ལྔ་ལ་བརྟེན་ནས་བཀའི་འཁོར་ཆེ་ལ་གསུང་གྲངས་གཅིག། གཞལ་ཡས་ཁང་དབུས་སུ་ཤེས་བྱ་ནི་དོན་གྱི་ཡི་གེ། རྒྱན་ཐམས་ཅད་ཀྱིས་བརྒྱན་པ་ཞེས་ལ་འོག་འདེབས་པའི་ཏོག་ལོངས་སྐུ་ལམ་ཆེན་ཞེས་ལ་གསུང་གྲངས་གཅིག། བདག་ཉིད་ཆེ། ཨ་ནི་དེའི་ཐུགས་ཀར་ཨ་ལས་བྱུང་བའི་ཉི་མའི་དཀྱིལ་འཁོར་དེའི་དབུ་གུ་ཕྱོགས་བཅུ་ན་བཞུགས་པའི་རྣམ་སྣང་ལ་སོགས་པ་སངས་རྒྱས་ཏེ་སེམས་དཔའ་མ་སྤྲུལ་སྐུ་ལམ་ཆེན་ཞེས་ལ་གསུང་གྲངས་གཅིག།

ང་དམིགས་བསལ་གྱིས་སྐྱེས་ནས་སྐྱེ་ཡ་མེད་དེ་ཡོད་ཅེས་གང་དེ་དེའི་རེ་བ། ད་དེ་ནས་སྙིང་རྗེ་ཆེན་པོས་ཀུན་ནས་བསླངས་ཞེས་ལོངས་སྐུ་ལ་ཚུལ་བཞག། ད་ངས་རྟག་པར་རེ་ཞིང་འབད་ཅིག་ད་མཉམ་བཞག་ང་ལ་དེ་བས་ནི་གཞན་དོན་རྒྱུན་ཆད་ས་རེད་བསམ་ས། ད་གཞན་དོན་མ་བྱས་ནས་ཁྱོད་ནི་འགྲིག་ཡ་ཡོད་མོད་ང་སངས་རྒྱས་དགོངས་པ་ཐོབ་ཡ་དེ་གཞན་དོན་གྱི་ཆེད་དུ་ཡིན། འོ་ད་དེ་རེད་ད་གཞན་དོན་གྱི་ཆེད་དུ་ཡིན་བསམ་ས། དཔེར་ན་ནང་གི་ཨ་མ་དེ་འདྲ་དང་ནང་གི་པ་པོ་དེ་འདྲས་ང་ཚོའི་དུ་བ་ལྷས་ས་ལ་མ་ཤོག་དུ་བ་བཙས་གོ་ལེ་མགོ་དཀྲིས་ཀྱང་ལྷོད་ལྷོད་བྱས་དེའི་ཕྱོགས་སུ་ཁྱོད་ནི་ཡོང་རོགས་ཆེན་པོ་འདུག་གོ། ཁོང་ཚོའི་རྒྱལ་རབས་སུ་ན་སྟོད་གུ་མ་རེད།

མཐོང་ཐོས་དྲན་རེག་ཞལ་མཇལ་གསུམ་དུས་བཞི་ཡང་ཁྱད་པར་དུ་ཁྱོད་ནི་མེད་ཚུལ་དུ། དེ་ཡི་སེམས་ཅན་ཐམས་ཅད་ཀྱི་དོ་ན་གསལ་དུ་ཁྱོད་ནི་ཡང་སེམས་མ་རེད། ད་ངས་སྤྲུལ་སྐུ་བཏང་གོང་དུ་སོང་བསམ་དང་བཅས་ནས་སྐྱེ་བོ་སྤྲུལ་སྐུ་ལ། ད་དེ་སྙིང་རྗེའི་སྐུ་དང་ལ་བཅས་བཏང་པ་ཞིག་འོ་ད་དེ་གོ་ལ་སོང་པར་ལྟ། ད་འདི་འདྲ་ཅིག་ལ་ཡང་མ་འོངས་པ་ན་ང་རང་སངས་རྒྱས་རྒྱུད་ཀྱི་སྤྲུལ་སྐུ་དེ་དངོས་གནས་ཡིན་སེམས་དང་སྤྲུལ་སྐུ་རྡོ་རྗེ་འཛིན་པ། འབྲས་བུ་རྡོ་རྗེ་འཛིན་པ་སྤྲུལ་སྐུ་རྡོ་རྗེ་འཛིན་པ་ད་དངོས་རང་ཡིན་སེམས་སེམས་མ་ད་དེ་འདྲ་གི་ང་རྒྱལ

སྤྲུལ་སྐུ་གཅིག་རྡོ་རྗེ་འཛིན་པ་གཅིག་ཤར་ཏེ་ཡོད་རེད་པ་ད་དེ་ད་ལྟ་ང་ཚོ་རོགས་རོབ་ཅེས་མ་གཏོགས་ཤར་མ་སོང་ང། ཞབས་བཅུ་དྲུག་ཡོད་རེད་ཕྱག་སོ་བཞི་ཡོད་རེད། ཕྱག་སོ་བཞི་ལ་ཡང་དང་པོ་དང་པོ་ལ་གར་ཁ་ནམ་སྟོན་རེད་ཞབས་བཅུ་དྲུག་ག་འདྲ་ག་འདྲ་རེད་ཞལ་སྒོ་འོག་ལ་གར་ཁར་ཡོད་རེད་ཟེར་ནས་མ་གསལ་ན་སྟོན་ཨ། ཞིབ་ཚགས་སམ་བཏང་ནས་ད་ལྟ་ང་ཚོ་རོབ་ཏུ་སམ་བཏང་པར་བ། ད་འདྲའི་ཆེད་ལས་སྐྱིད་པ་རེད་ཟེར་རོབ་སམ་བཏང་པར་བ། ད་དེ་ནས་མ་ཞིབ་ཚགས་ཕྱི་ནས་མ་དེ་བྱས། ད་ཕྱག་དང་པོ་འདི་ཡོད་ཕྱག་གཉིས་པོ་འདི་ཡོད་འདི་དེ་འདི་དེ། ད་དེ་ནས་མ་གསལ་ན་སྟོན་པ་དེ་ཡིན་གསུངས་པར་བལྟ།

སྨིན་མ་དང་སྤྱན་གཅིག་པའི། སྤྱན་འདི་སློབ་མ་ཁྱོད་ནི་ད་ང་ནི། ད་ནི་ང་ཚོ་བསྟན་པ་འདི་འདི་ཟོན་དགོས་དོ། ཁོང་ཁྲོ་གསར་བར་གསལ་ཏེ་རྟགས་དེ་ལ་ནི་དེ་མིག་གི་ནང་དུའང་དམར་པོ་དེ་ལས་བྲིས་ནས་དམར་པོ་བྱུང། ཞི་བ་ཅི་ངར་བལྟས་པའི་རྟགས་དེ་ལ་ཡ། སྤྱན་དེ་ག་ས་ལ་འདུག་དང་སྐྱེས་པ་གཅིག་པའི་མེ་ནང་ཤིང་གི་དམར་པོ་ཡོད་གསུངས་པར་བལྟ། སྤྱན་གྱི་ནང་ན་མ་ལོག་མ་ར་ཞི་བ་ཅི་མ་བྱུང་ངེས། ང་ཚོ་དེའི་ཚུལ་གྲོང་ཁྱེར་ནང་དང་ཅིག་ལུང་པའི་ནང་ལ་མ་བལྟས་ཤོད་དེ་དོ་གལ་ཡོད་མ་བལྟས།

སྐྱེས་མ་འཇིགས་པའི་སྐུ་དུང་གི་མེ་ལྟར་འབར་བ། བཀྲག་ཁམ་སེར་གྱེན་དུ་བརྫེས་པ། བཀྲག་གང་གི་ཡ་གྱེན་དུ་ཡར་ལངས་ཀྱང། ཁམ་པ་སེར་པོ་ཁམ་སེར། ད་དེ་ལས་མེ་སྤར་ཏེ་འདུས་ཏེ་ཁམ་སེར་གྱེན་དུ་ལངས་པ། འཇིག་རྟེན་དུ་འཇིག་རྟེན་དེར་འདུས་པའི་ལྷ་ལ་སྡིགས་མཛུབ་ཤི་བ་ཟ་ཚོད། ད་སྡིགས་མཛུབ་སུ་དེ་ང་ཚོས་འདིའི། གཟུགས་སྐུ་གཉིས་པོ་དེ་མ་མནན། འདིའི་སྐྱེས་མཛུབ་གཉིས་པོ་དེ་མ་མནན་འདི་གཉིས་གཉིས་མ་མནན་ཅེས་སྡུག་སྡིགས་མཛུབ་ཤ་ཐུལ་བ། འདི་ཡར་ཟེར་སྐྱག་འདི་མར་ཟེར་སྐྱག་ཅེས། ད་ང་ཚོ་ནུབ་ཡུལ་གྱི་ཤེས་ན་ང་ཚོའི་ཕར་ཚུར་ལབ་དུས་ད་སྡིགས་མཛུབ་རང་བྱེད་ཀྱི་མ་རེད།

ད་འཇིགས་བྱེད་ལ་ཡང་ཐོད་པ་རྐུན་པོ་ལྔར་ཐོད་པ་རྐུན་པོ་དངོས་པོ་སྟེ་ཐོད་པ་རྐུན་པོ་ལྔའི་སྟེང་གི་ནི་ནི། ཧ་ཧ་དང་ཧུ་ཧུ་དང་དེ་འདྲའི་གི་སྒྲ་གྲགས་འགོར་ཏེ། ཀེང་རུས་ཀྱི་སྒྲ་གྲགས་འགོར་སིད་སོགས་ངག་དབང་དེ་འདྲའི་སོགས་བྱས། ཐོད་པ་རྐུན་པོ་ལྔའི་ཐོད་བྱས་ཤིང་ཞེས་ད་འདི་གའི་ང་ཚོ། འཇིགས་བྱེད་ཀྱི་ཐ་ང་ལྟོས་ཤིག་ད་ནི་ད་ལྟ་ཞིག་རུས་པ་ཐོད་བྱས་ཤིང་ཞེས། གོ་བོ་བློན་པོ་ལྔ་བཅུའི་ཕྲེང་བས་བརྒྱན་པ། ད་མི་མགོ་རློན་པོ་ཁྲག་འཛག་བྱེད་པའི་ད་འདི་སྲས་འགྲོ་མི་རུ་སང་ཁེ་སིང་སེང་ནི་ཞེས་ནི་བས་སོགས་ཤིག་ད་སྐྱ་རེ་རེ་ཞེས། སྐྲ་བད་མགོ་ཙོག་ཙོག་བས་དལ་ཞིང་ནི་པགས་པ་ཙོག་ཙོག་བས་གསོལ་པ། སྐད་ཅིག་ཤེས་མི་མངོན་སང་དེ་འདྲའི་གི། མིའི་མགོ་ལྔ་བཅུ་ཐམ་པ་དེ། ང་ཚོ་ཆེད་མངགས་རེད་ཅེས་ཕར་འགྲིག་འཇིག་སྟེ་ཀྱེ་ལང་གོང་དུ། གོང་དུ་ཏོ་ཁ་ཤས་སྒོ་ཕག་སྐྱེས་ཁ་ཤས་ཏོ་ཀུན་ཚུལ་སྐྱེས་དེ་ཅིག་རོ་དེ་ནས་མེད་པ་ཆེས་མ་འགྲིག་ཏོ་གྲལ་འགྲིག་པོ་ཀ་འགའ་ཀོ་ཚུལ་ཏུ་བསྟན་འདི་ཀྱང། མི་མགོ་རློམ་པ་ལྔ་བཅུའི་ཕྲེང་བས་ཀྱང་མ་ཆད། སྦྲུལ་ནག་པོ་ཆོས་སྤྱོད་ཐོག་མདངས་ཞེས་སྦྲུལ་ནག་པོ་ཆོས་སྤྱོད་ཐོག་པ་རེད། སྦྲུལ་ནག་པོ་དུག་སྦྲུལ་བོང་བུ་དེ་འདྲས་ཀྱིས་འདྲས་སེ། སྐྱེས་ནས་ཚུལ་ཅིག་གོང། ཨ་འདི་གི་དུ་དུག་གོ་སྟེ་འདི་གྲོགས་ཀྱི་དུག་སྟེ་དུག་གོ་སྟེ་ཁྱབ། འདི་སྦྲུལ་གྱི་གོ་སྟེ་དེ་ཁྱེད་ལས་ཆད་འདི་ནས་པ། སྦྲུལ་གྱི་པའི་ཁ་གདངས་ཅིག་དེ་ཡང་འདྲས། ཨ་འདི་འདྲས་མ་ཡང་བཅུ་རིག་གྱིས་བཅད། གང་ལྟར་ང་ཚོ་ག་རེ་བལྟ། དོགས་དྲི་འདྲེ་ད་ད་ཨ་བོག་གི་ཅིག། ཁྱེད་ཀྱི་དོན་འདི་ནས་མ་ལས་དག་པར་བལྟ། འདི་ནས་བ་ལས་དག་པར་བལྟ་ནི་ཅི། འོ་དེ་སུ་ཕྱིར། ཆོས་ཕྱིར་དོགས། ད་འདི་སྦྲུལ་བཀོལ་ཏེ་དུས་འདས་ཁྱད་པར་ཕྱེད་ཁུག་ཡོད་ད། ད་གལ་སྲིད་ཡིན་པ་ནི་འདོ་བ་ལས་པའི་སྦྲུལ། ལག་གདུབ་ཞག་གདུབ་རྐང་གདུབ་དེ་གའི་གང་ག་བལྟ། པའི་སྦྲུལ་གྱི་ཆོས་ཕྱིར་དོགས་དེ་འདྲ་ཡིན་པ། ཁོ་ཡར་མཆོད་པ་ཕུལ་བའི་ཚུལ་གྱིས་ཐོགས་ཏེ་འཇོག། ཆོས་ཕྱིར་དོགས། སྦྲུལ་ནག་པོ་འོང་ཤེས། མཆོད་པའི་ཕྱིར་ཐོགས་དང། མི་རུས་ཀྱི་འཁོར་ལོ་དང། སྣ་ཆ་ལ་སོགས་པའི་རུས་པའི་རྒྱན་རྣམས་ཀྱིས་བརྒྱན་པ། ད་འཁོར་ལོ་རེད། འཁོར་ལོ་རྩིབས་བརྒྱད་པ་དེ། ད་ང་ཚོ་ཁེར་སེམས་ཡོད། འཁོར་ལོ་རྩིབས་བཅུ་བཞི་པ་ད་དེ་སྟེང་འོག་གཉིས་ཀྱི་རྩིབས་དེ་མེད་བྱས་འཁོར་ལོ་རྩིབས་དེ་བྱས་ད་འདི་བཅོ་བའི་འཁོར་ལོ་དེར་ད། དེ་ལ་གཅིག་ཐུགས་སུ་ནན་པའི་ཆོས་ནི། ཙམ་པོ་གནང་ཤིང་གི་དཔེ་ཞིབ་བཞིན་སུས་ཞོགས་སུ་ད་དེ་འདྲའི་གི། འཁོར་ལོ་འཁོར་དང་འཁོར་བཞིན་པ་དེ་འདྲའི་གཅིག་གཟུགས་པོ་ལས་བཏགས་དེ་རེད། དེ་མིའི་རུས་པའི་རེད། མིའི་རུས་པའི་འཁོར་ལོ་བཅོ་བའི་འཁོར་ལོ་བྱས། རྣ་ཆ་ལ་སོགས་པའི་རུས་པའི་རྒྱན་བྱས་ཤིང་ད་ཨ་མཆོག་རྣ་ལ་ཡང་རུས་པའི་རྒྱན་བཏགས་དེ། འོ་འདི་གཅིག་བྱས། གསུས་པ་བྱས་པ་གྲོགས་ཆེན་པོ་བྱས་གཅེར་བུའི་གཟུགས་ཅན། ནམ་ས་མེད་བྱས་ད་འཇིགས་བྱེད་ནམ་ས་ཁྱོད་ནི་ཨ་མ་རེད།

ད་འདི་ཅི། ཆོས་འཛིན་སུ་གུ་མ་རེད་འོ་དེ་འདྲ་ཐོག་པ་ཞུ་བུ་ཅག་ཅིག་འདུག་ཡག་འདྲ་ཡོང་སྡིག་གི་འདུག་བ། སྤྱན་དགུ་དང་དུ་ཚོད་ཟོབ་ཏུ་ཕྱི་དང་གང་པའི་ཐོག་འདུག་ཡག་སོང་འདྲ་འོ་ད་དེ་རེད། དེ་བཞིན་པར་བལྟས་པའི་རྟགས་དེ་ཡིན་གསུངས་པར་བལྟ། སྤྱིར་བོད་གཟུགས་ཅན་ཚད་མ་ཅན་དུ་འདྲེས་པའང་བྱེད། སྨིན་མ་དང་འཛིན་མ་དང་དམར་དང་བོ་བུ་ནི་དུས་དེབ་མེ་ལྟར་འབར་བ། ད་སྨིན་མ་བྱེད། སྨིན་མ་སུ་དང་ང་ཚོ་ད་འདི་མི་ག་ལ་ཡོད་དེ་ཡོང་བུ་བྱེད་འདི་གི་འདུག་དེ་བྱེད། ཨ་ནུ་སུ་བུ་ལེགས་ཀྱི་བོ་བུ་བྱེད་ཨ་ནི་དམར་ར། འདི་གང་གི་པེས་ཁམས་སེར། སྐྱེས་བུ་གཅིག་པའི་ཁུ་ཐུག་གི་ད་མེ་སྤར་དུ་ཡག་ད་ཧོ་ཕྱི་ལོག་ནས་བལྟས་སོང་ན་མེ་ཅི་རེད་བྱེད་མ་གཏོགས།

རའི་རྩ་བའི་གཡས་ཀྱི་ཞལ་དང་པོ་སྔོན་པོར་བཤད་དབུས་ཞལ་འདི་རེད། དང་པོ་ཟེར་དུས་དབུས་དེ་བཤད། རྟ་འདྲེ་ཟེར་བ་དུས་ཨ། འདི་ངའི་གདོན་འདི་མ་ཡིག་ཞལ་ཡིན་པར་བྱ། ཞག་རྟ་འདྲེན་པ་གདོན་གསུམ་འདུག་ཟེར་བ། རྟའི་ཞལ་དང་པོ་ཟེར་དུས་དབུས་ཞལ་དེ་བརྩི་རྒྱུ་རེད་འདི་རེད། དབུས་ཞལ་བཤད་གཡས་ཞལ་བཤད་གཡོན་ཞལ་བཤད། རྟ་ཡང་འདེད་ལེགས་ཟེར་ནས་དབུས་ཞལ་ཟེར་དུས་འདི་བཤད། གཡས་ཞལ་ཟེར་དུས་འདི་བཤད། གཡོན་ཞལ་ཟེར་དུས་འདི་བཤད།

ཚུལ་བཞི་སེར་པོ་ཏིག་ཙིག་ཡོད་པ་ཡང་དཀར་ཆའི་ཡི་ཏིག་ཙིག་ཡོད་དོ། སེར་པོ་སེར་རྐྱང་མེད་པར་བྱེད་དཀར་པོ་དཀར་རྐྱང་མེད་པར་བྱེད། གླང་ཆེན་སེ་རག་དེ་འདྲས་དེ་འདྲས་ཀྱི་པགས་པའི་སུ་ནི་གཅིག་བྱེད་ཅེས་གོ་དེ་གཡས་ངོ་དེ་བྱེད། གླང་ཆེན་པགས་པའི་གོ་གཡས་ངོ་དེ་བྱེད་ཨེ་ནི་དེ་འདྲས་སུ་ཏྲི་ཞིག་བྱེད། ཨ་ལག་པ་དང་པདྨ་སྐམ་པོ་གཡོན་པ་ནས་བརྐྱང་གིས་འཛིན་པར་བྱེད་ནི་ངོ་དེ་དེ། ད་འདི་གའི་དེའི་འཇིག་བྱེད་དང་གཅོད་ད་དེ་ན་ཡོད་རེད་བ།

ད་འདི། ལྕགས་ཕུར་སུ་ལ་ནི་མིང་སྙན་པོ་མི་འདུག་གོང་བྱེད་རིམ་བཞིན་ཁག་གཅིག་གི་སེམས་རྩེ་སྐྱེད་རང་བཞག་བྱ་བ་རེད། དང་པོ་ནི་གྲི་གུག་སུ་དེ་རྫིག་པོ་སུ་འདུག་ཨ། གཉིས་པ་ནི་ལྕགས་ཕུར་སུ་ཡི་དེ་ནི་ཡང་ཁྱད་མཚར་འདུག་ཨ། ལྕགས་ཕུར་རྟ་དང་ཡོད་རེད་ལག་མགོ་དང་ཡོད་རེད་བེ་བེ་དང་ཡོད་རེད་ལྕགས་ཕུར་རྣམ་པའི་སྣ་ཚོགས་ཡོད་རེད་པ། དེ་སྙན་པོ་ཡོད་མ་རེད། བོད་སྐད་ལ་ཡོད་རྒྱུ་ཡོད་རེད་དེ་འདི་བོད་སྐད་ཡོད་མ་རེད་ཟེར་གྱི་ཡོད་མ་རེད་ད་བོད་སྐད་ཡོད་རེད། ཡོད་རེད་དེ་རྫིག་པོ་ཡོད་མ་རེད་ད་ཆོ་ག་དེ་གཉིས་ཀ་གོ་རེད་པ། ང་ཚོས་ཡེ་ཕུར་ཆིང་དང་པོ་རྟ་དེ་བ་ཀི་ཏུ་ལ་ཡིན་ཨ། དེབ་ཅོག་ལས་ལྟ་གོ་རེད་ཟེར་ཚིག་གི་སྙན་ཆ་ལས་ད་གཙོ་བོ་གཙོ་བདོག་དོན་དག་རེད།

སྒྲ་རྟག་ཆད། བདུན་པ་ནི་དུང་རྟ་འདི་གའི་ནང་ལྟར་མི་འདུག་གམ་དུང་ཞེས་རྒྱས་པ་ན། རྟག་ཆད་སྟེ་འདི་གའི། ལྕགས་ཀྱུ་ཞེས་སྟེ་འདི་གའི་ནང་ལྟར་བཀུག་རུལ་བ། དབྱུག་ཏོ་ནི་རྒྱགས་པ་རེད། བཅུ་གཅིག་པ་ནི་ཁ་གྲམ་ཀ། ཁ་གྲམ་ཀ་སྲད་དེ་ཡང་སྙོག་ཚ་པོར་ཆགས་རེད། གངས་གངས་ཡི་གེའི་དོགས་གཞི་རེད་ཙེ་ཙེ་དེ་རྒྱགས་པ་ཙེ་ཙེ་ཡི་གེའི་དོགས་གཞི་བྱེད། དེའི་འོག་ཏུ་ནི་མ་ཐོག་སྒོམ་གསུམ་ཡོད་རེད། མི་མགོ་སྐམ་རྐྱང་གི་ཐོག་སྒོམ་གཅིག་བྱེད། མི་མགོ་གཉིས་ཏེ་རྒྱོབ་ཀྱི་ཐོག་སྒོམ་གཅིག་བྱེད་མི་མགོ་རློམ་རྐྱང་གི་ཐོག་སྒོམ་གཅིག་བྱེད། དེའི་འོག་ཏུ་བུམ་པ་བྱེད། ཨ་དེ་ནི་མ་རྒྱགས་པ་བྱེད། དེ་ནི་མིག་གི་རྩེ་མིག་གི་ཡང་དོགས་གཞི་བྱེད་པ་གཅིག།

བཅུ་བཞི་པ་ནི་མིང་གོ་གསུམ་བརྒྱུད་པའི་རྒྱགས་པ། བོད་སྐད་བརྒྱུད་ན་ཏི་སྙན་པོ་ཡོག་མར་བྱེད་ས། ཁ་ཤས་ཤིག་གིས་རྗེ་རིན་པོ་ཆེ་ནི་ཡང་མིང་ཐོས་པ་གཉིས་ཡོག་མར་གཟིགས་འདུག་ཨ་བོད་སྐད་ན་ཚུལ་བཅུ་རིན་དུ་འདོད། མིང་མ་རྙེད་པ་དེ་ཡིན་གྱི་མ་རེད། ཡང་སྙན་བྱ་ལས་ལྟ་སྐོར་ལྟ། བརྒྱ་བྱིན་བདུན་བཅུ་ཚིག་གཅིག་དོན་དག་ལ་ལྟ་སྐོར་རེད། ད་དེ་ནས་བརྒྱ་བྱིན་སུམ་བཅུ་ཚིག་གཅིག་ནི་ཚིག་གི་སྡེབ་སྦྱོར། དེ་ལྟ་སྐོར་བ་བཀའ་དྲིན་གང་ཧ་ཆེ། བཅུ་གཉིས་པ་ནི་འཁོར་ལོ་རེད་ཟླ་འདི་བཅོས་པའི་འཁོར་ལོ་རེད་གལ་སྲིད་ང་ཚོས་དེའི། འཁོར་ལོ་རྩེ་བརྒྱད་ཀྱི་ས་མཐའ་མི་སྦ་ཧོ་ཐལ་ཐལ་རེད། ཅེས་པའི་འཁོར་ལོ། ཞེས་དབུ་འཁོར་དོན་གྱིས་བརྒྱད་འདུས་པའི་འཁོར་ལོ། བཅུ་གསུམ་པ་ནི་རྡོ་རྗེ་རྩེ་ལྔ་པ་རེད། ད་འདིར་རྡོ་རྗེ་རྩེ་ལྔ་པ། དོན་གྱིས་ངོ་མཚར་བ་སྐུ་གསུང་བ། ཀུན་བཏགས་ལྷ་ཚོགས་ཀྱིས། བཅུ་བཞི་པ་ནི་རྡོ་རྗེ་ཐོ་བ་ཆེ། རྡོ་རྗེ་ཐོ་བ། རྡོ་རྗེ་ཐོ་བ་སུ་ཐོ་ཞོག་ཅིག་ཐོ་ཆེ་ཅེས་ཅག་ཅིག་རིགས་ཤིག་ཐོ་ཆེ། ཞོག་གཞི་བདག་སྟེ། ད་ང་ཚོ་ཐོ་ཆེ་ན། སྐྱིད་དེ་རྒྱགས་པ་སྐྱུའི་ཞོག་གཉིས་ཀ་ལ་ལ་ཅིག་རིགས་རིགས་པ་ནམ་རྒྱུན་གྱི་ཐོ་སྟེ། ད་ད་རེས་དུ་ཞོག་ཅིག་ཅག་རིགས་རིགས་ཏེ་ཆེ་རྡོ་རྗེ་ཅག་རིགས་རིགས་ཏེ་ཆེ། ཞོག་ཅིག་ཏུ་རྡོ་རྗེ་རེད་རྡོ་རྗེ་ཐོ་བ།

ད་སོ་ད། ད་རུ་འདྲ་བར་ཞིག་རེད་དྲ་མོ་རུ་འདྲ་བར་ཞིག་རེད། ད་འདི། ཕྱག་ཅིག་བྱིན་སོང་ང། ད་ལྷག་མ་གཡས་ཀྱི་བྱིན་ལྷག་མ་གཡས་ཀྱི་དང་པོ་ནི་ཁྲག་སྐམ་པའི་ཐོད་པ་རེད་གཉིས་པ་ནི་ཚངས་པའི་མགོ་བོ་ཚངས་པའི་མགོ་བོ་དེ་ཚངས་པོ་དུང་བཞི་པ་རེད་ཚངས་པོ་གང་གི་མ་རེད། སྐྱེས་ཏེ་གཅིག་བྱས་དུང་བཞིའི་འགྱོད་ཅིག་གིས་དེ་འདྲའི་གཅིག་གི་ཚངས་པ་ཅིག་ཚངས་པའི་མགོ་བོ་དེའི་གོ། མི་མགོ་བཞིའི་འགྱོད་ཅིག་གཡས་གཡོན་གང་བར་བལྟས་ཏེ་དེ་འདྲའི་གཅིག་གི་མི་མགོ་བཞིའི་གོ་ཅིག་ཚངས་པའི་མགོ་བོ་བཞི། ཚངས་པ་དུང་ཞེས་པའི་གོ་དོན་ལྟ། གསུམ་པ་ནི་ཕུབ་རེད་ད་འདིར་དག་ག་ཡག་གི་ཕུབ། ལྕགས་ཀྱི་དེ་འདྲའི་གོ་ཧོར་འདྲ་ཞིག་ཡོང་དུ་གྱུར་བ་དེ་ཅིག་རེད། བཞི་པ་ནི་རྐང་པ་དེ་མི་རྐང་པར་ལྟ། ལྔ་བ་ནི་ཞགས་པ་ཞེས་ད་འདི་གའི་སྐྱོན་མི་འདུག་གམ་དྲུག་པ་ནི་ཞུ་ཆེད་ད་ཡིབ་པའི་ད་ཡིན་པ་ད་འདི་ཞུ། བདུན་པ་ནི་རྒྱུ་མ་རེད་དེ་མི་རྒྱུ་མ་རློམ་པ་གྲ་རེད་ཙ་ཙ། ལྷང་པོ་ཚུགས་ཚུགས་ཞེས་དེ་ཞུན་ཅིག། བརྒྱད་པ་ནི་དྲིལ་བུ་རེད་ད་འདི་ང་ཚོ་ནུབ་རྒྱུད་སྤྲོ་ཡག་གི་དྲིལ་བུ་ཆེད་འདི་གའི་སྐྱོན་མི་འདུག་དགུ་བ་ནི་ལག་པ་དེ་མིའི་ལག་པ་རེད་བཅུ་བ་ནི་དུར་ཁྲོད་ཀྱི་རེད་ད་དུར་ཁྲོད་ཀྱི་རེད་སུ་དུར་ཁྲོད་ག་ལ་ཡག་གཡུག་བཞིན་འགྱོག་གི། དེ་འདྲའི་གི་གཅིག་དགུ་ལོ་ཉིས་འགའི་སུ་འདྲེས།

དེ་དག་རང་རེ་རླུང་རེས་སུ་ལྷ་བུག་རྒྱབ་ཡག་གི་དེ་ལེགས་སོ་ཞིག་རེད། ཞབས་གཡས་ཀྱི་དང་པོའི་མི་རེད། ཞབས་གཡས་ཀྱི་དང་པོའི་མི་མ་བརྫིས་དུས་རེད། ལྟ་འདི་ང་ཚོ་ད་ལྟ་ཅི་ཡིས་འཇིགས་འཇིགས་ཁོ་རང་གི་ཆོ་ག་ཁོ་རང་དང་དོན་བྱ་ཁོ་རང་འགྲོ་འདོད་དུ་འདུག་མི་དེ་འཇིགས་འཇིགས་ཀྱི་ཞབས་ཀྱི་བརྫིས་ཆེ། ཞབས་གཡས་པོ་དེ་མི་བརྫིས་ཆེ་མི་སྐོར་ཁྱོན་ན་མཐོང་ཡ་མེད་དུ་ཆུག་ང་ཚོའི་རྐང་པའི་འོག་ལ་ཡ་བུ་གྲོག་མ་དེ་འདྲ་བརྫིས་ཤེས་པས་སོ་ཞིག། ད་ད་ལྟ་ང་ཚོ་ཐང་ག་དེ་འདྲའི་གྲི་ཆེར་གླན་ཡོད་འདོད་དུ། མི་ཚུལ་ཐོང་དུ་རྒྱོ་ཆེ་ཤོས་རེད་པ། གཟུགས་པོ་པར་ཞབས་འོག་ལ་ཐེབས་ཆེ། སྐྱེས་བུ་འདྲ་བྱེད་ཚུལ་ཐོང་ཆེ་ཨ་ནི་སྐུ་གདོང་སྐྱོ་བོར་བཞུགས་བསྟན་དུ་ཡག་སོ་ཞིག། གྲི་ཆེ་ལ་བ་དེ་རེད་པ་དེ་ཡོད་དག་དང་འདྲ་ཞིག། དངོས་གནས་བྱས་ན་པད་མ་རྩིའི་ཅེས་བྱི་ལོ་ནས་ཁྱོན་མཐོང་ཡང་མེད་གསུངས་པ་རེད། ད་ཞབས། བཅུ་དྲུག་ཡིན་པ་ནི་ཞབས་གཡས་ཀྱི་དང་པོ་སྟེ། མི་ཅི་རྩིའི་དུས་རེད། གཉིས་པས་མ་ཧེ་རྩིའི་དུས་རེད་གསུམ་པས་གླང་པོ་རེད་བཞི་པས་བོང་བུ་རེད་ལྔ་པས་རྔ་མོང་རེད་དྲུག་པས་ཁྱི་རེད་བདུན་པས་ལུག་རེད་བརྒྱད་པས་བ་རེད། གཡོན་གྱི་དང་པོས་བྱ་རྒོད་རེད་ད་འདི་མ་དོན་ཚོ་སྟོང་ང་ཚོ་ངོ་ཤེས་གི་འདུག་ང་བྱ་རྒོད་བྱེད་གཉིས་པས་འུག་པ་བྱེད་གསུམ་པས་བྱ་རོ་བྱེད་བཞི་པས་ནེ་ཙོ་བྱེད་ལྔ་པས་ཁྲ་བྱེད་དྲུག་པས་བྱ་ཆེན་པོ་བྱེད་བདུན་པས་ཁྱིམ་བྱེད་རེད།

ཞེས་ཟེར་བ་དེ་རེད། ད་དེ་གས་མནན་པ་རེད། མནན་པ་ཆེ། དེ་ནས་ཚངས་པ་ཆེན་པོ་ཆེ། དབང་པོ་ཆེ་ཁྱབ་འཇུག་ཆེ་དྲག་པོ་ཆེ། གཞོན་ནུ་དོང་སྤྲུགས་དང་ཆེ། དཀོན་མཆོག་ཆེན་པོའི་བུ་གཞོན་ནུ་དོང་སྤྲུགས། ལོག་འདྲེན་ཆེ་ཟླ་བ་ཆེ་ཉི་མ་རྣམས་ཁ་བུབ་ཏུ་ཆས་ཏེ་ཞལ་འོག་ཏུ་མནན་ནས་མེ་ཕུང་རབ་ཏུ་འབར་བའི་རླུང་དེ་ནས་ཞུགས་པ། ད་འདི་བུ་དང་རྡོ་རྗེ་གཅིག་གིས་སྐུ་གཟུགས་ཆ་ཚང་བློ་ལ་ཡལ།

ད་འདི་པིར་ཅི་ལ་ཡོད་མ་རེད། དེའི་མིག་ཏུ། ཆེ། ད་མདོ་གཅིག་ཅིག་མིག་དེ་ག་རེད། དེའི་མིག་ཏུ། ཆེ། ད་མིག་གཡས་གཡོན་ཕྱི་ནང་གསུམ་ཡོད་རེད་པ། དེའི་མིག་ཏུ། གསར་རྙིང་གི་རང་བཞིན། ཁྱིམ་ཁྱིམ་དཀར་པོ་ཆེ་འདི་གཉིས་ཀློག། ནམ་རྒྱུན་ང་ཚོ་དོན་བྱ་ལ་དགའ་ཚད་རེད་གཅིག་རེད་པས། ནི་ཚོགས་ལ་གཅིག་སྐྱོར་དྲུག་དགོས་རེད་པས། གཉིས་དུ་འགུར་བས་ད་བྱས་ནི་ཏག་ཏག་ཕྱིན་པ་རེད། གཅིག་དོན་ནི་འགྲིག་ཡོད་མ་རེད། མིག་དེ་གཉིས་རེད། མིག་གཡས་གཡོན་གཉིས་ཡོད་ད་ཁྱིམ་ཁྱིམ་དཀར་པོ་ཆེ་ནི་གཉིས་དོན་གོ་དགོས་རེད། དེ་ག་འདི་ང་གཉིས་སྐྱོབ་ཤོག་ཨ། གཉིས་དོན་བྱས་ན་ཡང་ང་ཚོ་དེ། ཁག་གཅིག་གིས་གཅིག་དུ་འགུལ།

གྱི་གུ་མེད་ན་ཛམ་རེད། ཛམ་མ་ཛམ་རེད་བ་ད་འདི་གྱི་གུ་ཡོད་ཚད་འཛིམ་ལ་ཁོག་གི་རེད། ཨ་མདོ་གཉིས་ལ། ད་འདི་གཉིས་ལོ་རྒྱུས་བཤད། རྣ་བ་ལ་ཆགས་ཐོག་གི་རིང་བཞིན་ད་རྣ་བ་ལ་ཆགས་ཐོག་བཀོད། ཆགས་ཐོག་གི་གུ། ཡི་གེ་ཐོག་ནས་མ་ས་བོན་གུ་ཐོག་ནས་མ་ཚོན་གུ་གུ་ཡོད་ཚད་ས་བོན་དུ་ག་སུ་དོ། ཡི་གེ་ཛམ་ཡིག་ཅིག་གུ་ཡོད་རེད་ཛམ་ཡིག་གཉིས་བཤད། ད་རྣ་ལ་གཅིག་རེད་ཁམས་གཅིག། རྣ་དེ་འདུག་སེ་རྣ་བཤོས་གཉིས་ཡོད་རེད་དེ་འདི་ནས་གཅིག་གི་དྲེད་དེ་ཡོད་ཛམ། རྩ་བའི་སྣ་ཁུང་དེ་ཀུ་ཤ་གཅིག་གི་གྲས་སྟོན་དང་གཅིག་མ་དང་མ་ལབ་གསུངས་པ་རེད། ཡང་སྣ་ལ་གཉིས་ལ་གི་ཏེ་བ། ཁམ། ཁམ་སེར་པོ་སིང་སེར་དེ་ལ་གི་མ་ཏེ་བ། ཁུ་འདི་ད་མིག་ལ་ཡ་གཅིག་གི་གྲས་སྟོན་ས་དང་ཨ་མཆོག་ལ་གཅིག་གི་གྲས་སྟོན་ས་འདྲེ་ཡོག་མ་རེད་པ་ད། སྣ་ཁུང་ལ་ཡང་ཀུ་སྣ་བཤོག་དེ་མི་འགྲུབ་དབུ་ཀུ་གཉིས་ཡོད་རེད་དེ་ནི་གཅིག་ཆག་ཏེ་ཡོད་རྩ། ཁམ་གཅིག་ལ་བཤོག་གསུམ་ཁམ། གཅིག་རེད་སེར་པོར་དེ། སྣ་ལ་ནམ་སྙིང་གི་རང་བཞིན་ད་ནམ་སྙིང་ཀུ་གཅིག་ལ་དུ་བ་ཨམ། སྣ་ཁུང་ལ་ནམ་སྙིང་ཀུ། ཁམ་སེར་པོ། སྤྱི་ལ་སྤྱན་རས་གཟིགས་ཀྱི་རང་བཞིན་རང་མ་བབས་ད་སྣོད་མ་གཅིག་ཀྱང་ཀྱང་རེད། སྤྱན་རས་གཟིགས་ད་སྤྱི་ལ་ཡང་སྤྱན་རས་གཟིགས་བཀོད་ཡ་ད་རེད། སྐྱེ་མཆེད་དྲུག་ལ་ཡང་བྱང་ཆུབ་སེམས་དཔའ་དྲུག་གོ་བསྐོར་བ་སྤྱན་རས་གཟིགས་བཀོད་ཡ་ད་བྱས། དེ་ལ་ཡང། ཡི་གེ་རབ་ཉིད་གཅིག་བཀོད། དེ་དམར་པོ་བཀོད་རྒྱུ་རེད། སྤྲེལ་བ་ནི་གྲིབ་བསིལ་གྱི་རང་བཞིན་རེད་ད་དཔལ་གོང་ལ་ཡང། དྲིལ་བུ་ཀུན་ཏུ་བསིལ་བ་གྲིབ་བསིལ། དེའི་རང་བཞིན་ནི་སྐམ་ལྗང་གུ་ཆེ་རེད་དེ་གཅིག་གི་རང་རེད། ལྟེ་བར་ཀུན་བཟང་གི་རང་བཞིན་བསམ་དཀར་པོ་ཆེ། སྤྱི་བོར་སྐུ་སྟོན་བཞིའི་རང་བཞིན་ཨོམ་དཀར་པོ། མགྲིན་པོར་གསུང་སྟོན་བཞིའི་རང་བཞིན་ཨ་དམར་པོ། ཐུགས་ཀར་ཐུགས་སྟོན་བཞིའི་རང་བཞིན་ཧཱུྃ་སྔོན་པོ།

འཇམ་པའི་ཤུགས་ནི་སྐྱུར་པོ་སྐུ་མདོག་སེར་པོ་ཆེ་ཡིད་ཙམ་འཕྲོས་པ་ཆེ་ཕྱག་གཡས་རལ་གྲི་འཆང་ཞིང་གཡོན་གྱི་ཐིམ་པ་རླུང་བ་བསྣམས་པ་ཆེ་ཞབས་རྡོ་རྗེ་སྐྱིལ་ཀྲུང་གུང་བཞུགས་པ་མཚན་གསོལ་ཉི་ཟླ་སྤོས་ཆས་གྱོད་གཞི་བརྒྱན་པ་རེ་བའི་རྐྱེན་དང་འདི་ཞེས་རྒྱན་ཐམས་ཅད་ཀྱིས་བརྒྱན་པ། དེ་ཡེ་ཤེས་སེམས་དཔའ་ཆེ། དེའི་ཐུགས་ཀ་ལ་རེག་གསུམ་པ་དེ་རེག་ཤིན་ཏུ་ཕྲ་མོ། ཡེ་ཤེས་སེམས་དཔའ་དེའི་ཐུགས་ཀ་ལ་ཡང་ཨ་ལས་བྱུང་བའི་ཉི་མའི་དཀྱིལ་འཁོར་ཆེ། ཏིང་ངེ་འཛིན་སེམས་དཔའ་ཧཱུྃ་ཡིག་མཐིང་ག་འོད་ཟེར་ལྔ་འཕྲོ་བ། ཞེས་བཟླ་སྟེ་ཞག་ཞུ། འོད་ཟེར་ལྔ་འཕྲོ་བ། ཞེས་བྱ། བདག་ནི་མ་མཆོད་པར་ཡང།

ད་འདི་དམ་ཚིག་སེམས་དཔའ་ཆེ་ཡེ་ཤེས་སེམས་དཔའ་ཆེ་ཏིང་ངེ་འཛིན་སེམས་དཔའ་ཆེ་ན་གསུམ་བཞག་སོང་ངོ། ཅི་སྟངས་ཀྱི་ཞེ་ན་དམ་ཚིག་སེམས་དཔའ་ཡེ་ཤེས་སེམས་དཔའ་ཏིང་ངེ་འཛིན་སེམས་དཔའ་ཆེ་ན་གསུམ་མ་བཞག་ནས་ཕལ་ཆེན་འགྲིག་གི་རེད་སོ། སྤྱན་དྲངས། དགུག་གཞུག་འདྲེ་ཡི་གེའི་དོན་དུ་མ་བྱས་ནས་འགྲིག་གི་རེད། དེ་ནས་སོ་སོའི་སྐྱེ་བོའི་སྣང་ངོ་ལ་ཡང་འཇིག་རྟེན་ཕལ་པའི་སྣང་ངོ་ལ་བལྟས་དེ་དུ། སྐུ་དེ་ལ་སྐུ་དེ་ཞུགས་པོར་བལྟ་ཞེ་ན་སྐུ་དེ་ལ་སྐུ་དེ་ཐིམ་པོར་བལྟ་སོ་དུ་སྟེ་རྩ་ཕྱིར་འགྲོ་ཉེར་ཆགས་རེད་པ། སོ་སོ་ལ་དགུག་གཞུག་འདྲེ་ཅི་བྱས་ཞེ་ན་དེ་དེ་ཡག་གི་ཡོད་པས་སོ། དད་པ་དག་ན་དང་གང་ན་དེ་གའི་ཤུགས་ཆགས་སྐྱེས་ངེས་སོ་ཞེས་བྱ་བ། ཁྱོད་སེམས་ང་ཚོ་ཡི་རྡོ་རྗེ་སྲིན་པོ་བསྒོམ་དེ་རྡོ་རྗེ་སྲིན་པོ་ལ་ཡང་འོད་ཟེར་འཕྲོས་ཞེས་ལྟེ་བའི་ཧཱུྃ་གི་རྡོ་རྗེ་ཧཱུྃ་དེ་ནས་འོད་ཟེར་འཕྲོས་བྱས་ཕྱོགས་བཅུ་དྲུག་ཅུ་དུ་ཡོད་རྡོ་རྗེ་སེམས་དཔའ་གང་གཱ་སོགས་དེ་འདྲའི་ཤུལ། རྡོ་རྗེ་སེམས་དཔའ་དེ་སྔར་ལས་ཀྱང་གཟི་བརྗིད་དང་མཐུ་སྟོབས་ཕུན་སུམ་ཚོགས་པར་གྱུར། སྔོན་ལས་ཀྱང་རྡོ་རྗེ་སེམས་དཔའ་དང། གཟི་བརྗིད་དང་མཐུ་སྟོབས་ཕུན་སུམ་ཚོགས་དགོས་ཡ་གལ་མེད་པ། རྡོ་རྗེ་སེམས་དཔའ་སངས་རྒྱས་རེད་པ། སངས་རྒྱས་ཚང་ནས་ད་མཐུ་ཕུན་སུམ་ཚོགས་འགྲོ་དགོས་ཡ་རེད་ཅིག་ཡོད་ན་མཐར་ཕྱིན་པ་དེ་མ་རེད་པ། དཔེར་ན་ས་དགུ་བ་བཅུ་བའི་སོ་བྱ་བས་ད་མཐུ་ཡར་འགྲོ་རྒྱུ་འདུག་བ། ད་འདི་འཇིག་རྟེན་ཕལ་བའི་སྣང་ངོར་འདིར་སོས་ཤོས་ཡིན།